དང། སྐྱེས་སུ་ངའི་གྲྭ་ལོག་དང། མཛའ་མོའི་བརྩེ་དུང་གི་བཟི་ཁ་ཞེས་པ་འདི་ལྷན་རྒྱས་ལ་ཡང་མཉམ་སྤྱོད་ཞུས་ཙང་ལྷན་རྒྱས་ཁེལ་ནས་ང་ཡང་དགའ་རྟགས་དང་དོ་ཁུར་མང་དག་ཞིག་གནང་ཞིང་ལྷན་རྒྱས་ལ་ཡང་བཀའ་དྲིན་ཆེ་ཞུ་རྒྱུ་ཡིན། དེ་རིང་མུ་མཐུད་ནས་བར་ཆད་དེ་ལྷན་རྒྱས་ལ་ཡང་མཉམ་སྤྱོད་ཞུ་གི་ཡིན། ལྷན་རྒྱས་ནས་སེམས་པ་ཡང་བཀའ་དྲིན་ཆེ། གྲྭ་ལོག་དང་མཛའ་མོའི་བརྩེ་དུང་གི་བཟི་ཁ། བར་ཆད། དགུན་ཁ་དེར་ངེད་གཉིས་ཀྱང་རང་དབང་གི་ཁྱིམ་གཞིས་གསར་བ་ཞིག་བསྐྲུན་ནས་འཚོ་བར་རོལ། དེ་ནས་ལོ་གཅིག་ཕྱིན་ཚེ་ངེད་གཉིས་ལ་བུ་མོ་ཞིག་སྐྱེས་ཏེ་མིང་ལ་སྐར་ཚོ་བཏགས། སྤྱིར་ན་གྲྭ་ལོག་དེ་ཚོས་བླ་མའི་བཀའ་དང་ཕ་མའི་བསླབ་བྱ་ད་དུང་དཔྱད་པའི་སྡོམ་པ་སོགས་ཡོད་ཚད་དང་འགལ་ཟིན་པས། བྱ་བ་ཅི་བྱས་ཀྱང་ལམ་འགྲོ་གཅིག་འོང་མི་སྲིད་ལ། མ་ཟད་གྲྭ་བ་བྱས་ནས་ཚེ་གཅིག་ལ་འགྲོ་འོས་རིགས་འགྲོ་རིན་མྱོང་མེད་པའི་འཁྱག་སྡུག་དང་དཀའ་ལས་དཀའ་ཁག་ཅིག་ལ་གདོང་ལེན་མི་ཐུབ་པར་འདུག། དགུན་གྱི་ཙག་རླུང། དབྱར་གྱི་ཆར་གཏམ། མ་ཟད་ཆུང་མ་དང་བུ་རྒྱུད་ཀྱི་ཁ་བསུབ་མི་ནུས་པའི་དཀའ་ཁག་དང་འཕྲད་ཚེ། ད་གཟོད་དེ་སྔོན་གྲྭ་བའི་སྐབས་ཀྱི་བདེ་སྐྱིད་དེ་དག་བདེ་སྐྱིད་ཡིན་པ་ཤེས་ཐུབ་ལ། རང་ཉིད་གྲྭ་ལོག་བྱས་པར་ཉི་མ་རེ་འགྱོད་པ་ལྔ་དྲུག་རེ་སྐྱེས་སྲིད། དེ་སྔོན་གྲྭ་བ་ཡིན་སྐབས་སྒོར་བཅུ་ལས་མེད་རུང་རང་ལ་སྟབས་བདེ་བའི་ཟ་མ་རེ་བཟོས་ན་དེས་ཆོག་ལ། ཕྱི་ཉིན་ཡར་མར་ལ་གྲོང་ཆོག་ཏུ་འགྲོ་བ་སོགས་གང་ལྟར་ཡང་སྒོར་འགའ་རེ་ལག་ཏུ་འོང་སྲིད། དེ་ཙམ་གྱིས་ཁ་ས་ཁ་ཏོན་བྱས་ན་ཆོག་འདུག་པས་ངོ་མ་གཅིག་གྱིས། ད་ནི་སྒོར་སྟོང་ཡོད་རུང་ཆུང་མ་དང་བྱིས་པ་སོགས་དུ་མ་ཞིག་ལ་ཟས་གོས་ཚང་མའི་འགན་འཁུར་དགོས་ལ། སྒོར་མོ་བཅད་དགོས་ན་ཡང་དེ་བས་དཀའ། གལ་ཏེ་སླར་ཡང་གྲོ་བྱེད་བསམ་ན་གཅིག་ན་ཆུང་མ་དང་བྱིས་པ་དེ་དག་བསྐྱུར་མི་འོས། གཉིས་ན། ངོ་ཡང་ཚ། ད་ཅི་བྱེད་འདི་བྱེད་མེད་པ་ཞིག་ཏུ་ལོག་ནས་འདུག་ངས་ཚེགས་མེད་པ་ཞིག་མྱོང་དགོས་འདུག་པས་ན་གཞོན་གྲྭ་གསར་དེ་ཚོས་གྲྭ་ལོག་བྱེད་རྒྱུར་དགའ་བ་ནི་ངོ་མ་ནོར་བ་ཁོ་ན་དང་འདུག་རེག་མ་མྱོང་བའི་བདེ་སྐྱིད་ངོས་ཟིན་མེད་པ་དེ་འདྲ་བས་ཅི་ནས་ཀྱང་གཟབ་དགོས། དཔེ་ཆ་སྦྱང་ཐུབ་ན་རབ་ཡིན། དེ་མ་ནུས་ཀྱང་གྲྭ་བ་སྐྱིད་པོ་བྱས་ནས་བཞུགས་དང། དེ་ནི་ངོ་མ་ཆོས་སེང་རེད་འདུག། དཔེ་ཆ་མ་ཞེས་སྦྱང་ཡང་མ་སྨོས་ན་དེ་ན་བཤད་གྲྭ་བསྡད་པར་རིན་ཐང་མི་འདུག་སོགས་སེམས་སུ་གཏན་ནས་འཁོར་མི་རུང། གྲྭ་ལོག་ན་དེ་བས་རིན་ཐང་ཆུང། དངོས་གནས་གྲྭ་བ་དེ་ནི་བདེ་སྐྱིད་ཆེ་སྐྱེད་རེད་འདུག་པས་ཕ་བཟང་བུ་ཚོ་བསམ་རྒྱུ་དྲན་རྒྱུ་མེད་མ་རུང། འོག་ནས་བྱུང་བའི་ངའི་ལོ་རྒྱུས་འདིར་གཟིགས་དང་ངོ་མ་གྲྭ་ལོག་བྱས་ན་འགྱོད་པ་ལྟ་ཡི་མི་སྒུག། དེ་ནས་ངེད་གཉིས་ཀྱི་དང་པོ་འཚོ་བ་རོལ་སྐབས། ཁྱིམ་མི་གཉེན་ཉེ་ཚོས་ངེད་གཉིས་ལ་འཚོ་བའི་ཡོ་བྱད་མང་ཙམ་ཞིག་སྟེར་ཡོད་ལ། དེ་བས་ཀྱང་ཡུལ་བ་གཉིས་པོས་ཕྱུག་པོ་རྟ་ནོར་མང་ས་གཉིས་རེད་འདུག་པས་ངེད་གཉིས་ལ་ཡང་སྒོ་ཕྱུགས་ཀྱང་ཤིན་ཏུ་མང། འོན་ཀྱང་ས་སྐྱ་པཎ་ཆེན་གྱིས་དཔའ་ཚང་མཐུ་རྩལ་ཆེ་ན་ཡང་མཁས་པ་མིན་ན་དཔའ་མི་ཐུབ། འབྱོར་བ་ཐུབ་པར་གྱུར་ན་ཡང་བསོད་ནམས་མེད་ན་ག་ལ་རྟག་གསུངས་པ་ལྟར། མི་ལ་བསོད་ནམས་མེད་ན་ལོངས་སྤྱོད་དེ་དག་ག་ལ་བརྟགས་ཏེ་རིམ་བཞིན་ལོ་ངོ་གཉིས་གསུམ་གྱི་རིང་ལ་མགོ་མཇུག་དག་ལ་གོ་བ་བྱུང། ཕྱུག་མོ་དང་བྱིས་པ་དག་ན་རྒྱུ་མང་བས་སྒོར་ཆས་དང་དོ་མིའང་ཁྲི་མང་སྒོར་ལོག། ཐ་ན་གྲོང་འབྲས་དང་འཕྲུལ་རྟར་སྣུམ་ཞིག་བླུད་དགོས་ན་ཆ་རྐྱེན་མི་འདང་བ་སོགས་སྐྲག་ངན་དགུ་བདོ་ཞིག་ཏུ་གྱུར་སོང། དུང་སྒྲོན་མཚོ་ལ་སླར་ཡང་བུ་མོ་ལྷ་སྒྲོན་དང་བུ་ཆུང་དབྱིངས་བློ་ཟེར་བ་གཉིས་སྐྱེས། སྐབས་འདིར་ངའི་འཚོ་བའི་ཆ་རྐྱེན་ལ་དོན་མེད་ཀྱི་མི་དག་ཀྱང་སེམས་སྡུག་བྱེད་དགོས་ས་ཞིག་ཏུ་གྱུར། འོན་ཀྱང་དུང་སྒྲོན་མཚོ་ལ་འབུ་དུག་སོགས་ཞོར་ལས་དེ་ཙམ་མེད་ཀྱང། མོ་ནི་ངང་རྒྱུད་བཟང་བས་རུ་སྐོར་ལ་ཐོན་ཞིང་ཁྱིམ་ཚང་ལ་ཁ་འབྱམས་པ་སོགས་གཤིས་ཀ་ཡི་གར་འོང་བ་ཞིག་ཡིན་པས་རུ་སྐོར་དང་སྡེ་བ་དེ་གའི་ཡིད་སྨོན་དང་བསྟོད་བསྔགས་བྱེད་ས་ཞིག་ཡིན་ལ། མ་ཟད་ལོ་ངོ་འདི་དག་གི་རིང་ལ་ངེད་གཉིས་ཀྱིས་ཐང་གཅིག་ལ་ཟ་གོན་བྱེད་མྱོང་མེད་པས། དེའི་ཕྱོགས་ནས་ང་ལ་བདེ་སྐྱིད་ཅུང་ཙམ་ཡོད། དེ་ནས་ལོ་གསུམ་གྱི་དཔྱིད་ཀ་དེར་སྡེ་བ་ཚང་མ་ཐག་རིང་ཞིག་ཏུ་དབྱར་རྩྭ་འཐུ་རུ་ཟླ་བ་འགའ་ཡི་ཡུན་ལ་འགྲོ་དགོས་པས། ངའི་དགའ་མ་དུང་སྒྲོན་ཚོ་ཡང་འབྲོག་པ་འགའ་དང་མཉམ་དུ་དེར་ཕྱིན། ཤུལ་དུ་འགྲོ་དོགས་ན་ང་དང་བུ་མོ་ཆེ་བ་ལོ་གསུམ་ལོན་པ་སྐར་མཚོ་དང། ལོ་གཉིས་ཅན་གྱི་ལྷ་སྒྲོན། ལོ་གཅིག་ཅན་གྱི་བུ་གཡེང་ལོ་བཅས་བསྡད་ཡོད། ཉིན་འགའ་ཡིས་རྩི་ཤིང་ཡང་རྣམ་པར་རྒྱས་ཏེ་མེ་ཏོག་གི་ཡང། གསེར་ལྡེམ་ལྡེམ་བྱེད་པའི་ཉིན་ཞིག་ལ། ངས་བུ་ཆུང་བ་གཡེང་ལོ་རྒྱབ་ལ་འཁུར་ཏེ་གཡང་ལོ། རྡོ་རུ་སྒོ་ཕྱུགས་འགའ་ཡི་རྫི་བོར་འགྲོ་བཞིན་ཡོད། སྐབས་དེར་སྔོན་གྱི་ཁོ་བོའི་འཛིན་གྲོགས་དག་དབྱར་སྲང་ལ་ཕ་གིའི་སྤང་ཐང་དེར་རྒྱུན་འདུག། དེ་ནས་ཅུང་ཙམ་ནས་ཁོ་ཚོས་འདྲ་མིན་གྱི་རྩེད་མོར་རོལ་ཏེ། ཧ་གས་དང་ཀུ་དགྲ་ཡི་རི་ལུང་བཀང་འདུག། ངས་རྒྱང་ནས་བྱིས་པ་དེ་རྒྱབ་ཏུ་ཁུར་ནས་སྐྱོ་བ་དང་འགྱོད་གདུང་མིག་ཁྲོད་མིག་ཆུ་ཤུར་ཤུར་བཞུར་ནས་ཆོས་གྲོགས་ཚོ་ལ་རྒྱང་ལྟ་བྱེད་པ་ལས་ཁོང་ཚོའི་ཟུར་ལ་འགྲོ་བའི་ཐོབ་ཐང་ཞིག་དང་སྐལ་བ་ཞིག་ག་ལ་ཡོད། སྔོན་ཆད་ང་ཚོ་འཛིན་གྲྭ་གཅིག་པའི་སྐབས་ང་ཡང་ཁོང་ཚོའི་ནང་ནས་རྩེད་མོ་མགོ་བསྡུ་མཁན་ཅིག་ཡིན་ཀྱང་མོད། དེ་རིང་ནི་རྒྱང་ལྟ་ཙམ་ལས་སྐལ་བ་མེད་པ་ཞིག་ཏུ་གྱུར། ཁོང་ཚོས་ང་རིག་གིན་ཡོད་མེད་འོན་ཀྱང་ང་ཁོང་ཚོ་དང་རྒྱང་ཐག་རིང་དྲགས་པས་ཁོང་ཚོས་ཤེས་ཀྱིན་མི་འདུག་ངས་ཁོང་ཚོར་འོ་མ་དང་ཞོ་རེ་སྦྱིན་དགོས་མོད་ངེད་ལ་སྒོ་ཕྱུགས་ཉུང་དྲགས་པས་བུ་ཆུང་གཡེང་ལོར་གཏོང་རྒྱུ་ཙམ་ལས་མེད། དཔྱིད་ཀ་དེར་ངས་སང་གི་གྲོ་མར་ཡང་ཟས་ལ་ཉེ། འབྲས་ཆན་ཡང་ཉུང་ཙམ་ལས་མི་འདུག། ནམ་རྒྱུན་བྱིས་པ་ཚོ་དང་ངེད་ཅག་གིས་རྩམ་ནག་དང་སྒོག་སྐྱ་བསྲེས་ཏེ་ཟ་ཁུལ་བྱས་ནས་བསྡད་ཡོད། འཚོ་བ་ལ་དཀའ་ངལ་ཤིན་ཏུ་ཆེ་བས་ཟ་རྒྱུ་དེ་ཙམ་ལས་གཞན་ཅི་ཡང་མེད། ཆུང་མ་དུང་སྒྲོན་གྱིས་དབྱར་རྩྭ་འཐུ་ས་ནས་དེ་ལྟར་ཟ་བ་ལས་ཟ་རྒྱུ་མེད། དེའི་ཕྱི་དྲོ་འགྲིམ་འགྲུལ་འཁོར་ལམ་ཟུར་ན་འདམ་ཞོར་ཅིག་ཡོད་པ་དེ་རུ་ངེད་སང་ལ་རྒོད་མ་ཁྱོ་གན་མ་ཞིག་ཡོད་པ་དེ་ལྷུང་འདུག་ངས་ཐབས་ཤེས་གང་ལེགས་ཀྱིས་གཏམ་སེམས་ནས་ལོན་ཐབས་བྱས་ཀྱང་མ་ལོན། བུ་ཆུང་ཡིན་ལོ་རྒྱབ་ཏུ་ཁུར་ནས་ངའི་སྐེད་པ་མན་ཆད་འདམ་གྱིས་བཀང་ནས་འདུག་སྐབས། དེ་མ་ཐག་སྲུང་འཁོར་དམར་པོ་ཞིག་ཐོན། ཨ་ཙི། སློང་འཁོར་དེ་ནི་ཁོ་བོའི་འཛིན་གྲོགས་དག་རེད་ལ། སྒོ་ནང་དུ་དགོན་སྡེ། འདིའི་སྟོང་ཉིད་རྡོ་རྗེ་དང། སྐྱོར་དཔོན་ཤེས་རབ་བློ་ལྡན། འཇམ་དཔལ་འོད་སྟོང་བཅས་བཞུགས་ཤིང། འཛིན་གྲོགས་ལྷག་མ་དག་རྒྱབ་ཀྱི་གཞོང་བའི་ནང་ན་འགའ་རེས། བ་མ་ཐག་སྐྱོ་སྒོ་ཡིད་གདུང་འགའ་རེས། ཚོད་དགོས་ཡུ་བ་ནས་བཟུང་སྟེ་པི་ཝང་འཛིན་པའི་ཚུལ་བྱས་ནས། གླུ་བ་ནམ་མཁའ་ཡིས་ལེན་མྱོང་བའི་མཁན་མོ་ཚེ་རིང་ཅེས་པའི་གླུ་དེ་ལེན་བཞིན་ཧ་སྐད་དང་སྐུ་སྒྲ་བཅས་ཐོན་འདུག་ཁོང་ཚོས་ང་མཐོང་མ་ཐག་སར་ཕབ་ནས་ངའི་ནག་ལ་འདམ་གྱིས་གང་བས་ངའི་ལག་པ་དེར་འཛེམ་དོགས་ཙམ་ཡང་མེད་པར་འཇུས་ནས་ཡ། ཅོལ་གྲོགས་དགའ་བོ་ཁྱེད་ཡིན་སྲིད་པ། དེ་རིང་བྱ་མཐོང་གི་མི་འོང་ནས་ཅི་བྱེད། ང་ཚོས་ཁྱེད་ཡིན་པ་མ་ཤེས། གཅིག་ན་འོ་མེད་དམ། ཅི་འདྲ་སྡུག་མོ་ཞིག་རེད་འདུག་ཟེར་དུས། ཀྱེ་མ། ལོ་ངོ་དུ་མར་རྩོད་གྲྭའི་ནང་ནས་ང་དང་མཉམ་དུ་གཞུང་ལུགས་ལ་དགག་བཞག་དགག་བཞག་བྱས་ནས་འཚར་ལོངས་བྱུང་བའི་སློབ་གྲོགས་ཚོའི་གསུང་སྐད་ནི། ཅི་འདྲའི་ལྷོད་ལ་འཇམ་ཞིང་མྱོང་མི་ཤེས་པའི་ཚོར་བ་རྒོད་པོ་སྐྱེད་བྱེད་ཅིག་རེད། སྐབས་དེར་ང་ལ་ཁོང་ཚོར་འོ་བརྒྱལ་ཙམ་ཡང་ཞུ་རྒྱུ་མི་ཡོང་བར་དབང་མེད་དུ་མིག་ཆུས་འཕྲེང་མདོག་དག་ཁྲ་ཐར་ཐར་འཐོར། དེ་ནས་ཁོང་ཚོས་ནས་ཀྱང་འགའ་རེས་སྤྱན་ཆབ་བཞུར་བཞིན་དཀར་ལ་གཙང་བའི་ཆ་ལག་དེ་ངའི་མིག་ཆུ་དག་ཕྱིས། ཁོང་ཚོས་ནག་ནོག་གི་དྲི་མས་མ་གོས་པའི་གནམ་ས་དེ་དག་གི་འདམ་ལ་འཛེམ་དོགས་ཙམ་ཡང་མེད་པར་ང་ལ་རྒོད་མ་དེ་བདམས་ནས་ལེན་རོགས་བྱས། དེ་ནས་དེ་དག་ལས་ཉེ་སྔོན་རྒྱུན་དུ་བདག་ལ་རྩོད་ཟླ་སྒྲིག་རོགས་བྱེད་མཁན་ཞིག་སྟེ་སྐྱེས་ཐོབ་ཀྱི་ཤེས་རབ་ཆེ་བ་སྤྱང་བརྩོན་ལ་ལྷོད་པ་མེད་པའི་གྲོགས་པོ་ལྷ་དབང་རྡོ་རྗེ་དང། དགོས་འདོད་ཕུན་ཚོགས་གཉིས་ཀྱིས་ཁོའི་རྒྱབ་ཏུ་འཁུར་བའི་བྱིས་པ་དེ་ལ་ཨ་ལེ་བུ་ཆུང་མིང་ལ་ཅི་ཟེར། བྱིས་པ་ཐུ་མོ་ཞིག་འདུག་ཨེའོ། འདི་ཡི་གྲངས་ཉོ་བྱེད་མཆིས་ཨང་གསུངས་ཤིང་བྱིས་པ་དབྱིངས་ལོ་ལ་སྒོར་ལྔ་བཅུ་རེ་སྟེར། ལྷག་ཏུ་དགེ་རྒན་སྟོང་ཉིད་རྡོ་རྗེའི་སྤྱན་ཆབ་བཞུར་ཏེ་ལྕགས་ལས་ལྕགས་ལག་དེས་ངའི་སྒོར་འཇུག་འཇུག་བྱེད་བཞིན་དུ། ད་མ་ངུ། ཕ་བཟང་བུ་གང་ལྟར་ལམ་ཁ་འདིར་བཞུགས་ཟིན་པའི་འགྱོད་པ་བྱས་ནས་ཅི་ཕན། རྒྱལ་སྲས་ཞི་བ་ལྷས་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་ཅི་ཞིག་བྱ། བྱས་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན་གསུངས་པ་བཞིན་བྱས་ཚར་འདུག་པས་འགྱོད་པ་བྱས་ཀྱང་ཕན་པ་མེད། འོན་ཀྱང་གྲྭ་བས་ལམ་ཀ་འདི་ནས་ལོག་ཚར་ན་ཡང་ནམ་རྒྱུན་ལས་འབྲས་ལ་ཡིད་ཆེས་དང་དཀོན་མཆོག་ལ་དད་པ་གྱིས། གལ་ཏེ་ཁྱེད་ཅི་འདྲ་སྡུག་ལ་ཐུག་རུང་སྡིག་ལས་དང་རྐུ་འཕྲོག་མ་བྱེད། ངོ་མ་དེ་རང་ཁྱོད་འདི་ལྟར་མཐོང་ཚེ་ངེད་ཅག་ལ་ཡང་མིག་ཆུ་མཚམས་འཇོག་མི་ཐུབ་པ་ཞིག་ཏུ་གྱུར་སོང། ལྷག་ཏུ་རང་གི་ཚེ་རོགས་ལ་ཡིད་ཆེས་དང་ནང་དོན་ངང་ནས་བརྩེ་བ་རྣམ་དག་གིས་དམ་བཅའ་བརྟེན་དགོས། ཡར་མར་མང་པོའི་ཁ་ར་བརྒྱུགས་ནས་རང་གི་མཛའ་མོའི་སེམས་མ་གསོད། དེ་ལྟར་གྱིས་དང་མཁས་དབང་དགེ་འདུན་ཆེན་པོས་གྱིས། ལས་ཀྱི་བཀོད་པའི་བཟའ་ཟླ་ཕན་ཚུན་ལ། ཅེས་པས་སྲོག་ཤིང་བྱམས་པའི་གྲོགས་བྱེད་ཅིང་ཁྱད་རྒྱུན་ལས་དང་བྱེད་པོའི་ལས་སྤངས་ན། ཚུལ་ཁྲིམས་ཀུན་གྱི་ནང་ནས་དྭངས་གཙང་ཡིན་སོགས་གསུངས་པས་ངེས་པར་གཟབ་དགོས། ཁྱེད་ཀྱིས་དེ་སྔོན་ལོ་ངོ་མང་པོར་སློབ་སྦྱོང་བྱས་ནས་དཀའ་ལས་མང་པོ་བྱས་ཟིན་པས་དུས་ཚོད་ཡོད་ན་ཞོར་དུ་དཔེ་དེབ་ཆུང་རེ་ཨེ་ཐུབ་འདོད། དཔེ་ཆ་དང་རིག་གནས་སྦྱང་རྒྱུར་སྐྱ་སེར་དང་རྒན་གཞོན་གྱི་ཁྱད་པར་མེད། འཇམ་མགོན་ས་ལོ་པས། རིག་པ་ནང་པར་ཕྱིན་ཡང་བསླབ་ཚེ་དེར་མཁས་པར་མ་གྱུར་ཀྱང་སྐྱེ་བ་ཕྱི་མར་བཅོལ་བ་ཡིས་ནོར་ལ་རང་ཉིད་ལེན་དང་མཚུངས་ཅེས་དང། ཤིན་ཏུ་རྒས་པར་གྱུར་ཅིག་ཡང་ཐོད་པ་མང་དུ་བསགས་པར་གྱིས་ཕྱི་མར་ཐོད་པས་ཕན་པ་ཙམ་སྦྱིན་པ་ཡིས་ཀྱང་ཕན་པ་མིན་བསྲུང་བ་བཞིན་ལུས་ཀྱང་ལྡིང། དེ་ནས་གཙོ་བོ་ཅོང་རི་ཁོམ་པ་ཡོད་ཚེ་དབུ་མའི་སྐབས་ཀྱི་ཆོས་བདག་དང་གང་ཟག་གི་བདག་མེད་གཏན་ལ་འབབ་བྱེད་ཀྱི་རིགས་པ་དེ་དག་རྗེས་མ་འཇུག། དེ་དག་ཁྱེད་ཀྱིས་སྔོན་ཆད་ཡག་པ་ཤེས་ཟིན་པས་ད་སྐབས་ཁྱེད་ལྟ་བུ་ཞིག་གིས་ལྟ་ཙམ་གྱིས་ལས་སླ་བོ་ཤེས་ཐུབ། རྣམ་འགྲེལ་ལས། བདག་ཡོད་ན་ནི། གཞན་དུ་བཞི། བདག་གཞན་ཆ། བདག་གཞན་ཆ་ལས་འཛིན་དང་བདག། འདི་དང་བདག་ནི་ཡོངས་འབྲེལ་ལས། ཉེས་པ་སྣ་ཚོགས་འབྱུང་བ་ཡིན། ཉེས་ཀུན་དེ་ཡི་རྩ་བ་ནི། དེ་ཡང་འཇིག་ཚོགས་ལྟ་བ་ཡིན་སོགས་དང། དབུ་མ་བཅུག་པ་ལས། ཉོན་མོངས་སྐྱོན་རྣམས་མ་ལུས་འཇིག་ཚོགས་ལ། འབྱུང། ཞེས་དང། རིགས་གཏེར་ལས། སྐྱེ་རྒྱུ་མ་རིག་དེ་ལས་ཀྱང་ཉོན་མོངས་ལས་དང་འཁོར་བ་འབྱུང་གསུངས་པ་ལྟར། ང་ཚོ་འཁོར་བ་ཐོག་མ་མེད་པ་ནས་བདག་འཛིན་གྱི་དབང་གིས་འཁོར་བར་འཁྱམས་འདུག་པས། ངེས་པར་དུ་དབུ་མའི་སྐབས་ཀྱི་བདག་མེད་གཏན་ལ་དབབ་བྱེད་ཀྱི་རིག་པ་དེ་ཚོར་རང་རྒྱུད་ལ་སྦྱར་དགོས་པ་སོགས་ཆོས་དང་འཇིག་རྟེན་གཉིས་ཆར་གྱི་ལམ་ནས་བཀའ་སློབ་སེར་ནག་གི་རིལ་བུ་འདྲ་གནང་ནས་ཁོང་དང་སློབ་གྲོགས་ཚང་མ་སྤྱན་ཆབ་བཞུར་འདུག་ངས་སྐབས་དེར་རྒན་ལགས་ཀྱི་གསུང་སྐད་དེ་ཐོས་ཚེ་ང་ཚོའི་འཛིན་གྲྭའི་ནང་དུ་ཡོད་པའི་སྣང་བ་འགོག་མེད་དུ་སྐྱེས་ནས་མིག་ཆུ་མཚམས་འཇོག་དཀའ་བ་ཞིག་ཏུ་གྱུར། དེ་ནས་ཁོང་རྣམ་པས། བཞིན་འགྲོ་ཚོད་མ་ལྷ་མ་འགའ་དང། ཤིང་ཏོག་འཐུང་ཆུ་སོགས་ཕལ་ཆེར་རྒྱ་ཁྱི་གང་ང་ལ་སྟེར་ནས་བྱོན་གྲབས་བྱས། བྱོན་ཁར་ཁོང་ཚོས་རླུང་འཁོར་བཏེགས་ནས། གྲོགས་པོ་འདི་མ་སྐྱིད་ཟེར་ནས་ཆ་ལག་བཀྱགས་ནས་ངས་ཀྱང་མིག་ཆུ་ཁྲ་ཐར་ཐར་འཐོར་ཞིང་ནགས་ལ་རྩུབ་པའི་ལག་པ་དེ་བཀྱགས་ཏེ་ཁ་ནས་སྐུ་ཚེ་རིང་སྐུ་ཚེ་རིང་ཞེས་བརྗོད། དེ་ནས་ནུབ་མོ་ཡར་ཐོན་དུས་བྱིས་པ་ཚོས་ཨ་ཕ། བུ་ནོར་བུ་ཚོའི་རྩམ་པ་ཟ་དགོས་མ་རེད། བླ་མ་ཚོས་སྦྱིན་པའི་བཙོས་མ་དང་ཤིང་ཏོག་ཟོས་ཆོག་རེད་ཟེར་ནས། ཡུན་རིང་ལ་རྩམ་ནག་དང་སྒོག་སྐྱ་ལས་ཟ་མ་མྱོང་བའི་བྱིས་པ་དག་ལ་ཡང་སློབ་གྲོགས་ཚོའི་སྐུ་དྲིན་གྱིས་དགའ་སྤྲོ་ཚད་མེད་ཅིག་སྐྱེས། མ་ཟད་བྱིས་པ་ཚོས་བཤད་རྒྱུར་ཨ་ཕ་རུ་སྒོར་ཚོས་དགུན་ཁ་ལོ་སར་བསོད་ནས་བཏུང་ཆུ་དང་ཤིང་ཏོག་མང་པོ་ཉོས་ནས་སྐྱིད་པོ་བསྡད་འདུག་དེ་དུས་འུ་ཚང་ལ་ཉོ་རྒྱུ་ཡོད་མ་རེད། ད་དེ་ཡི་འུ་ཚང་གི་ལོ་སར་སུ་ཁོས་འོ་དོ་ནུབ་མང་པོ་མི་ཟ། ཨ་མ་ཐུན་དུས་ལོ་སར་སུ་ཟེར་ཁུལ་བྱས་ནས་སྟོང་ཆུ་སྟོང་འགྲོ་དང་ཆུ་རྐུབ་ཆེ་ཞིག་ཡོད་པ་དེ་ཟོས། དེ་མིན་པ་དག་གིས་ཨ་མ་སྒུག་དགོས་ཟེར་ཁུལ་བྱས། སྔོན་ཆད་ང་གྲྭ་བ་ཡིན་སྐབས་འདི་འདྲའི་ཟེའི་འབྲུ་ཞིག་གིས་ལོ་སར་སུ་བ་ཕར་ཞོག་ཚོང་ར་ནས་སིལ་ཁུ་དང་སིལ་ཏོག་གང་ཡག་དག་ཉོས་ཀྱང་ད་དུང་དེ་ནི་འགའ་རེ་ཡག་འགའ་རེ་བཙོག་གི་ཟེར་ཁུལ་བྱས་མྱོང། ངོ་མ། མི་ལ་དུག་མ་ཡོང་ན་སྐྱིད་དེ་གོ་མི་འདུག། དེ་ནས་ཉིན་འགའ་ནས་ཁོ་བོའི་སྙིང་གི་མཛའ་མོ་དུང་སྒྲོན་མཚོ་དབྱར་རྩྭ་འཐུ་ས་ནས་ཐོན་སོང། ངོ་མ། སྙིང་རེ་རྗེ། ཁོ་མོའི་སྨད་གཡོག་དེ་ཐེད་ནས་རེ། རེ་ཆད་འགའ་ཡིས་ལྷན་པོ་རྒྱག་ཁུལ་བྱས། ལྷམ་དེའི་རི་ཕྱེད་ནས་རྐང་པ་དེ། དེའང་ནང་ནས་ལྷུང་མི་ལྷུང་འགའ་ཞིག་ཏུ་གྱུར་འདུག། ངེད་གཉིས་ཀྱིས་བརྩེ་དུང་སྔར་ལས་ཀྱང་ཟབ་པས་ངས་ཁོ་མོ་མཐོང་མ་ཐག་མིག་ཆུ་དབང་མེད་དུ་ཤོར་དགོས་བྱུང། ཁོ་བོས་ཡ། དུང་ལོ། ཏོག་ཨེ་ཐ། ལྷམ་ར་བོ་དེ་ཐེ་པེ་ཨེ་ཐ་ཅེས་བཤད་ཚེ། མོ་ནི་སེམས་ཤུགས་དང་སྙིང་སྟོབས་ལྡན་པའི་མ་སངས་མཛངས་མ་ཞིག་ཡིན་པས་ང་ལ་དཀའ་རབས་དང་སྡུག་རབས་མི་ཤེས་པར་མ་ཟད། འཛུམ་རིལ་རིལ་གྱི་ངང་ཧཧཧ། ལྷམ་ཐེ་ཐ། ཐང་གར་བཟོས་ཀྱང་ཡང་དེས་དག། འབུ་དཀོན་རོགས་པ་ཁའི་གཏམ་ཅུང་ཙམ་རྙིང་སོང་ན་ཡང་གཡོ་འཇུག་གི། ངས་དེ་གྱོན་ནས་སོང་བས་ལྷམ་མེད་མེད། ལྷམ་མེད་ནས་དཀའ་ལས་རིགས་མེད་གདའ། ཁྱེད་ཅི་ལ་ངུས་ནི་ཟེར་ནས་ཁོ་མོས་ངའི་མིག་ཆུ་དེ་ཕྱིས་ཤོར། ཞྭ་བཤས་ཚུལ་འདུག་སྟེ་ཨེ་ད། གཡང་ལོ་ཨོལ་པ་བསྡིབས་ནས་ཨ་ཕར་འདུག་ཨེ་དེ་ཟེར། དེ་ནས་བྱིས་པ་ཚོས་ཨ་མ་དོ་ནུབ་འུ་ཚང་གི་ལོ་བསུ་དགོས་ཟེར་ནས་དེ་སྔོན་སློབ་གྲོགས་ཚོས་སྦྱིན་པའི་བཏུང་བ་ཚོ་ཁུར་འོང། དུང་སྒྲོན་ཚོས་ཨ་ཙི་དེ་འདྲ་མང་པོ་གང་ནས་ལོན་ནི། སྟག་ལོས་ཉོས་ནི་ཡིན་ནམ་ཟེར་སྐབས། ང། ངས་མ་རེད་མ་རེད་ང་ལ་དེ་ཉོ་བྱེད་ཅན་ཞིག་གཟིགས་ཨེ་རེད། ཐ་ན་འབྲུ་དུང། འབྲུ་དུང་ར་མའི་ནུ་མར་རྣག་བཅས་འདུག་དེ་ལ་རྣག་ལེན་ཞིག་ཉོ་དགོས་བསམ་ཀྱང་བཀའ་འགྱུར་ཉོ་ཆོས་གཅིག་ལོན་ད། འདི་དག་ངའི་སྔོན་ཆད་ཀྱི་སློབ་གྲོགས་ཚོའི་རྗེས་ནི་རེད་སོགས་བཤད། མོས་ཨ་ལགས་སྐུ་ཚེ་རིང་དེ་ཚོའི་ལག་ནས་ནམ་རྒྱུན་བཟོས་བཟོས་འུ་ད་རུང་ད་རུང་ས་མེད། ཐ་ན་དེ་རྣམ་པར་འོ་དེ་རེད་ཅེས་ནི་མ་རེད་ཟེར་བ་དང་མོ་ནི་ནམ་རྒྱུན་ཨ་ཙར་དང་གོ་རེ་ལ་དགའ་བོ་ཡོད་པ་ཞིག་ཡིན་པའི་དགོད་ཞོར་དུ་རྐུང་མ་ཞིག་གི་ནང་ནས་ལུག་ཤ་སྟོད་ལྡེབས་ཤིག་དང། ཆུར་ཐུད་ཞིག་བླངས་ནས་ངས་ཀྱང་ཁྱེད་ཚོར་ལོ་སར་བསུ་ཆེད་ལོན་ཡོད་ཨ་ཟེར། ངས་ཨ་ཙི་ཁྱོས་དེ་གང་ནས་ལོན་ནི་དེ་འདྲ་ཤ་ཡག་པ་ཞིག་ཟེར་དུས་ཁོ་མོ་ནི་ཨ་ཙར་ལ་དགའ་བས་ཧ་ཧ་དེ་ངས་འབོ་བཙོང་ནས་ཡོད་ནི་ཡིན་ཟེར་བ་དང། ཡང་གཅིག་ལ། འཕྲོག་ཡོང་ནི་ཡིན་སོགས་བདེན་མིན་རྫུན་མིན་གྱི་ཨ་ཙར་འགེལ་རྗེས་སུ། ཨ་ལ་སྦུག་དབེན་སྐབས་སུ་ཨ་ཕས་ཁོ་མོར་ཡུལ་ལ་ཤོག་ཟེར་གྱིས་དེ་ནི་ང་ལ་ཡུལ་བས་བྱིན་ནི་རེད། ངས་ཁྱེད་ཅག་ཕ་བུ་ཚོ་དང་མཉམ་དུ་བཟའ་དགོས་བསམ་ནས་རུ་སྒོར་བསང་ཞིག་ལ་བཅོལ་བཞག་པ་ཡིན་ཟེར། དེའི་དགོང་མོར་ང་ཚོས་མཉམ་དུ་ལོ་སར་བསུ་བསྐུལ་བྱས་པ་ཡིན། དེ་ནས་ཕྱིན་ལོ། དུང་སྒྲོན་ཚོ་བྱིས་པ་བཙས་སར་བང་རྩལ་ཕོག་ནས་ཚ་བ་མི་འདུག་པར་ཕལ་ཆེར་ཤི་རན་པ་ཞིག་ཏུ་གྱུར། ངས་སྨན་ཁང་ལ་འཁུར་ཚེ་སྨན་པ་ཚོས་བཤད་རྒྱུར་ནད་ཚབས་ཆེན་པོ་རེད་འདུག་ཁོང་གིས་འགན་མི་བསྐུར། གང་ལྟར་ཁབ་བཞི་རྒྱག་དགོས་ན་རྒྱག་ཕལ་ཆེར་དོན་ཆེན་པོ་མི་འདུག་གོ་ཟེར། དུང་སྒྲོན་ཚོར་ཚ་བ་བརྒྱབ་ནས་རྔུལ་ཆུའི་སྐྲ་ལོ་དེ་དག་ཀྱང་བརླན་འདུག་ལ་ཕར་བལྟས་ན་འཚོ་ཐབས་མི་འདུག་སྙམ་པ་ཞིག་ཏུ་གྱུར། དེ་ནས་ཁབ་འགའ་བརྒྱབ་རྗེས་ཕན་ཐོགས་ཅུང་ཙམ་ཡང་མ་ཡོད། ཀྱེ་ཧུད་དེ་སྐབས་དེ་ནི་ཚེ་གཅིག་ལ་སྐྱིད་སྡུག་མཉམ་འཁུར་བྱས་ཏེ་ཕན་ཚུན་ལ་མཛའ་བརྩེའི་མེ་ཏོག་འཁྲུངས་མྱོང་བའི་ན་གཞོན་ཕོ་མོ་གཉིས་དེ་བདེ་སྐྱིད་ཁ་ཁར་བྲལ་བའི་དུས་ངན་གྱི་ཉིན་མོ་ཡིན་ལ། ངའི་སྙིང་དང་འདྲ་བའི་མཛའ་མོ་དུང་སྒྲོན་མཚོ་ལག་ནས་ཤོར་བའི་མྱ་ངན་གྱི་དུས་ཚིགས་དེ་ཡང་ཡིན། དེ་ནས་ཁོ་མོས་ཀྱང་རང་ཉིད་འཚོ་ཐབས་མེད་པ་ཤེས་ཏེ་ངའི་སྐེ་རུ་འཇུས་ཏེ་དཀར་ལ་དམར་མདངས་ཆགས་པའི་མཁུར་ཚོས་གཉིས་ལས་མིག་ཆུ་བཞུར་ཞིང། སྟག་ལོ། ད་ནི་གང་ལྟར་ང་འཚོ་ཐབས་མི་འདུག་ང་ཤི་སོང་རུང་ཁྱེད་ཀྱིས་འུ་གཉིས་ཀྱིས་བཙས་མ་ཐག་པའི་བྱིས་པ་འདི་དང་བྱིས་པ་གཞན་དག་ལ་བདག་སྐྱོང་བྱེད། ལྷག་ཏུ་ཁྱེད་རང་ལ་བདག་སྐྱོང་བྱེད། ད་ནི་བྱིས་པ་འདི་ཚོ་ལ་ཕ་མ་གཉིས་ཀའི་ཚབ་ཏུ་ཁྱོད་ཁོ་ན་ལས་གཞན་མེད། འུ་གཉིས་ལ་མཚོན་ན་ཚེ་གང་པོར་ལྷག་མ་གཅིག་ལ་ཟ་གོན་བྱེད་མ་མྱོང་ལ་ཕན་ཚུན་ལ་དགའ་བའང་འགྱུར་བ་མེད་ཅིང་དུང་བ་དེ་ལ་ཡང་ལྷོད་པ་ཡོད་མ་མྱོང། དེ་བས་འུ་བཟའ་བ་གཉིས་ལ་མཚོན་ན་སྡེ་བ་འདི་ཡིད་སྨོན་ཤོར་བའི་ཁྱིམ་མི་ནང་དོན་གཅིག་ཡིན་མོད། ད་ནི་ང་ལ་རང་དབང་མི་འདུག་པས་ཁྱེད་ཅག་ཕ་བུ་ཚོ་དང་མི་འབྲལ་དབང་མེད་རེད། ང་ཤི་སོང་རུང་ངའི་རྣམ་ཤེས་དེས་ཁྱེད་ཅག་ཕ་བུ་ཚོ་ནམ་ཡང་འཚོ་སྲིད། ཁྱེད་ཕ་བུ་ཚོས་ངའི་རྗེས་སུ་སེམས་གཏོང་མ་བྱེད། སྐྱེ་བ་ཕྱི་མ་ཞིག་ཡོད་ན་འུ་ཅག་ཐང་གཅིག་དེ་བཞིན་མཇལ་བར་ཤོག་ཟེར་བ་དང་ལྷན་དུ་མོའི་མགོ་བོ་དེ་ཡང་གཡས་སུ་ལོག་སོང། ཀྱེ་མ་སེམས་ཀྱི་ཁུད་དུ་གནས་པའི་ན་ཆུང་མ། ཀྱེ་ཧུད་ཡ་ཀོག་སྙིང་ཆུང་དམར་པོ་དང་གཉིས་སུ་མེད་པའི་རྩེ་གཅིག་གི་དགའ་མ་ལགས། འདི་རྨི་ལམ་ཡིན་ནམ་མངོན་སུམ་ཡིན། ང་དང་དྭ་ཕྲུག་འགའ་འདི་ལྟར་དགོས་མེད་དཔུང་མེད་དུ་གྱུར་ནས་འགྲོ་འོས་སམ། ལྷག་ཏུ་ཞག་གཅིག་ཙམ་ཡང་ལོན་མེད་པའི་བཙས་མ་ཐག་པའི་བྱིས་པ་འདི་ཡང་བསྐྱུར་ཐུབ་བམ། ཅེས་ངུ་འབོད་བྱས་ནས་མོའི་མགོ་བོ་འགྲམ་པར་སྦྱར་ནས་རེ་ཞིག་ངས་ཀྱང་དབང་པོ་ཤོར་སོང། ཅུང་ཙམ་ནས་ངའི་དབང་པོ་རྙེད་ཚེ་མོའི་རྣག་ལ་སྣུམ་པའི་སྐྲ་ལོ་དེས་ངའི་པང་ཁོག་བཀང་ཞིང། དམར་ལ་འཇམ་པའི་ཁུར་ཆུང་དེ་མིག་ཆུས་ལྷེས་བཞིན་ཚེ་ལས་འདས་འདུག་ལ། ཁོ་སླར་ཡང་རོ་དེའི་སྐེ་རུ་འཇུས་ཏེ་འགྲན་པར་སྦྱར་ནས། ཧཱུྃ་དུང་སྒྲོན་མཚོ། དུང་སྒྲོན་མཚོ། ཁྱོད་ངེད་ཅག་བསྐྱུར་ནས་འདི་བཞིན་འགྲོ་འོས་སམ། ང་ཚོ་ཤག་ཤིག་མི་བྱའམ་ཞེས་སོགས་སྡུག་གཏམ་དུ་མ་བྱས་ནས་དར་མོའི་ཕུང་པོ་དེ་རྒྱབ་ཏུ་ཁུར། བྱིས་པ་དེ་རམ་དུ་བཅུག་ནས་ཉེ་སྔོན་གྱི་སློབ་གླིང་དེར་འཕོ་བ་ཞིག་ཞུ་རུ་ཕྱིན། རོ་དེ་འདུ་ཁང་གི་མདུན་ཐང་དུ་བཞག་སྟེ་ཁོ་ཆོས་ཁྲིམས་ཀྱི་ཟུར་དུ་ཕྱིན་སྐབས། མཚན་མོ་དུས་ཚོད་བཅུ་གཉིས་འཁོར་ལ་ཉེ་ཡང་ཁོ་བོའི་སློབ་གྲོགས་ཚོའི་སྒེའུ་ཁུང་གི་ཐད་ཀར་འགྲོ་དུས་ཁོང་ཚོའི་དཔེ་ཆར་གཟིགས་ཏེ་ཐུགས་དཔེ་ཆར་འཁོར་དྲགས་པས། ང་མཐོང་གིན་མི་འདུག་ལ་ངས་བྱིས་པ་ཞིག་ཕོ་བ་ལ་སྦྱར་ཏེ་མིག་ཆུ་འཐོར་བཞིན་འདི་ལྟར་བསམ་པ་ཡིན། ཉེ་སྔོན་ཁོ་བོ་འདི་ལྟར་སློབ་གླིང་ན་ཡོད་སྐབས་གནས་འདིར་འདི་འདྲའི་བདེ་སྐྱིད་ཀྱི་འཚོ་བ་ཞིག་ཡོད་སྣང་དང་སྐྱིད་སྣང་ཞིག་ཐང་ཅིག་ཡོད་མ་མྱོང་བར་མ་ཟད། གཞན་དབང་དང་གཉའ་གནོན་གྱི་འོག་ན་འཚོ་བཞིན་ཡོད་པ་དང་སྒྲིག་ཁྲིམས་དག་ཀྱང་བཙན་འདུག་པའི་སུན་སྣང་ཡང་སྐྱེས་མྱོང། ད་ལྟ་བསམ་ན་འདི་ནི་ཅི་འདྲའི་ལྷིང་འཇགས་ཀྱི་དག་ཞིང་དང་བདེ་སྐྱིད་ཀྱི་གླིང་ག་ཞིག་རེད། འདི་གྲྭ་ལོག་ཅིག་ལ་རང་གི་སྟེར་བའི་ཕམ་ཁ་ཞིག་མ་ཡིན་ནམ་སོགས་གྲྭ་ལོག་བྱེད་པར་འགྱོད་པ་ཚད་མེད་ཅིག་སྐྱེས། དེ་ནས་ཅུང་ཙམ་ནས་སློབ་གླིང་དེའི་ཁྲི་འཛིན་མཁན་རབ་འབྱམས་པ་འཇམ་དཔལ་བློ་གསལ་གྱིས་དབུ་བྱས་ནས་གྲྭ་པ་བདུན་བརྒྱ་ཡས་མས་ཤིག་བྱོན་ཏེ་ཤིང་ཐང་འགྲིམས་པས་ཁོ་བོའི་སེམས་ཀྱི་མཛའ་མོ་དུང་སྒྲོན་མཚོ་ལ་འཕོ་བ་སྨོན་ལམ་མཛད་རྗེས་ཉེ་སྔོན་ཁོ་བོའི་འཛིན་གྲོགས་དག་དང་གྲྭ་བ་འགའ་དེར་འོངས་ནས་ཁོང་རྣམ་པས་སྤྱན་ཆབ་བཞུར་ཞིང་ང་ལ་མྱ་ངན་ཞུ་བྱེད་ཀྱི་སྐོར་འདི་ག་དང། ཞོར་དུ་སེམས་གསོ་འགའ་བྱས་ཚེ་ང་ལ་མཚོན་ན་གུང་ཁྲོན་དང་བྲལ་བའི་སེམས་རྟོག་གི་སྟེང་དུ་སློབ་གྲོགས་ཚོས་མྱ་ངན་ཞུས་པའི་ཚེ་སླར་ཡང་སེམས་སུ་སྐྱོ་བ་དུ་མ་ཞིག་སྐྱེས་ཏེ། ས་དེ་ནས་སླར་ཡང་དབང་བོ་ཤོར་སོང། དེ་ནས་ཁོང་ཚོས་ང་ལ་ཁྲུས་བྱས་ནས་ཁོ་བོའི་དབང་བོ་རྙེད་ནས་དགོང་མོ་དེར་རོ་དེ་ཁྲུས་དེའི་གོང་ནས་ཁྱེར་ཏེ་ནུ་མོ་ངའི་ངས་ཁོ་མོའི་རོ་དེ་ཐའེ་ཝན་མི་རོ་ལྟར་འཇོག་མ་ཐུབ་པར་གཡས་ཟུར་ནས་བྱིས་པ་དག་རུམ། གཡོན་ཕྱོགས་ནས་དུང་སྒྲོན་གཙོས་རོ་དེ་རུམ་ནས་མཚན་གང། མཚན་གང་པོར་དྲོད་ཐིག་ཙམ་ཡང་མེད་པའི་མི་རོ་དེར་འགྲམ་པ་སྦྱར་ནས་མིག་ཆུ་གཏོང་བ་ཡིན། ཕྱིས་སུ་མི་རོ་དེ་དོང་དུ་བཅུག་ཚེ་ང་ལ་མཚོན་ན་ཁོ་མོ་གསོན་པོར་དོང་དུ་བཅུག་པའི་སྣང་བ་ཞིག་ལས་མི་འདུག་པས་སྐབས་དེར་རོ་དེའི་སྐེ་རུ་འཇུ་བ་སོགས་སྐྱོ་སྡུག་དེ་དག་བཤད་ན་གྲངས་ལས་མི་འདའ་མོད། རེ་ཞིག་ཁོ་བོའི་མིག་ཀུན་མཆི་མས་བཀང་ནས་ཤེས་ཐུབ་ཀྱིན་མི་འདུག་པས་དེ་ཙམ་གྱིས་འཇོག་པར་བྱེད་དོ། དེ་ནས་བཟུང་ང་དང་ད་ཕྲུག་འགའ་ཡི་འཚོ་བ་ཡང་སྔར་བས་ཇེ་ཞན་དུ་གྱུར། ཁོ་བོས་ནམ་རྒྱུན་རྨི་ལམ་དུ་དུང་སྒྲོན་མཚོ་དང་མཉམ་དུ་ཡོད་པ་སོགས་རྨིས་ནས་གཉིད་ལས་སད་ཚེ་མིག་ཆུ་དབང་མེད་དུ་བཞུར། ལྷག་ཏུ་བུ་ཆུང་དབྱིངས་གླུས་ནམ་རྒྱུན་གཉིད་ལོག་བྱས་ཚེ་ཨ་མ་ཟེར་ནས་ངུ་འབོད་བྱས་ཚེ་དེ་བས་ཀྱང་ང་ཚོར་སེམས་སྡུག་ཏུ་གྱུར། མཚམས་འདིར་ངས་ཁ་པར་ནང་གི་སྔོན་ཆད་གྲྭ་བ་ཡིན་པའི་འདྲ་པར་དང་དབྱར་སྐྱིད་སྐབས་ཀྱི་སྙན་རྒྱུང་དེ་དག་བལྟས་ཚེ། སེམས་ལ་བཟོད་མི་ཐུབ་པའི་འགྱོད་པ་ཞིག་དང་སྐབས་དེའི་ངའི་ཆ་ལུགས་གོས་ལམ་དང་ཤ་ཁ་དེ་དག་ད་སྐབས་ཀྱི་གོས་ལམ་དང་བལྟས་ན་ངོ་མ་ཞིང་ཁམས་ཀྱི་མི་ཞིག་དང་ངན་སོང་གི་མི་ཞིག་ཁྱད་པར་ཤོར་འདུག་པས། ངོ་མ་སེམས་ནས་བཟོད་མ་ཐུབ་པའི་སྐྱོ་སྣང་ཞིག་དང་སླར་ཡང་ངས་གྲྭ་ལོག་བྱས་པར་འགྱོད་པ་ཚད་མེད་པ་ཞིག་སྐྱེས། རང་སྲོག་གཅོད་པར་འདོད་ཀྱང་ཕ་མེད་མ་མེད་ཀྱི་དྭ་ཕྲུག་ག་ཤོད་དུ་བསྐུར་ནས་འགྲོ་ག་ལ་འོས། ལྷག་པར་དུ་དུང་སྒྲོན་ཚོའི་གཤིས་ཀར་ཁ་ཆད་ཀྱང་ཡོད་པས་དེ་བས་བསྐྱུར་མི་རུང། སླར་ཡང་གྲྭ་བ་བྱེད་བསམ་རུང་བྱིས་པ་དེ་ཚོ་ཡང་གང་ནས་འཇོག། མདོར་ན་སྐབས་དེར་སྔོན་ཆད་གྲྭ་བ་བྱས་ནས་ཅིག་འདུག་མ་ཐུབ་བསམ་ནས་འགྱོད་པ་ཚད་མེད་པ་ཞིག་སྐྱེས། གལ་ཏེ་གྲྭ་ཀློག་བྱེད་འདོད་ཡོད་པའི་གྲྭ་སར་ཁྱོད་ཚོས་ཡི་གེ་འདི་མཐོང་ཚེ། ངེས་པར་ཚར་རེ་ཀློག་དང་འདིས་ནི་ཁྱེད་ཀྱི་སེམས་སུ་འགྱུར་བ་ཞིག་གཏོང་ཤ་སྟག་ཡིན། གྲྭ་ཀློག་ཚར་ཕྱིན་རྗེས་ཡོད་ཡོད་ཀྱང་ཕྱི་ན་རེ། དང་པོ་དཀྱུས་དངོས་བཟི་ཁ་བྱུག། གྲྭ་བའི་ལམ་ཀ་འདིར་དངོས་གནས་བསོད་ནམས་ཅན་ཞིག་མིན་ན་སྐལ་བ་ཡོད་ཚོད་མ་རེད། དེ་ནས་དྭ་ཕྲུག་ཚོ་དང་མཉམ་དུ། ནམ་རྒྱུན་དུང་ལོའི་ཉལ་ཁེབས་དེ་གྱོན་ནས་ཁོ་མོའི་ཉལ་ས་དེ་ནས་ཉལ་དགོལ་བྱས་མྱོང་ལ། དེ་མིན་བུད་མེད་གཞན་ལ་ཁོ་བོར་སྤྲོ་བ་དང་ཆགས་ཞེན་རྩ་བ་ནས་ཡོད་མ་མྱོང། འགའ་རེས་བདག་ལ་བཤད་རྒྱུར་དོན་དག་མི་འདུག་གོན་པ་དེ་དག་གྱོན་མི་དགོས། རོ་ཞུ་དག་གོན་ནས་ཅི་བྱེད། བཙོག་ཨ་དེ་བས། བུད་མེད་གཞན་ཞིག་ཁྲིད་ན་དགའ་ས་རེད་ཟེར་བ་སོགས་གང་མང་མང་བཤད་ཀྱང། ང་ནི་གོམ་པ་དེ་དག་ལ་རོ་བཞི་དང་བཙོག་པའི་འདུ་ཤེས་ཕར་ཞོག་དེ་དག་མ་གོན་ཚེ་ཐ་ན་གཉིད་ཡང་མི་ཡོང། ངོ་མ་གནམ་བདག་གི་བརྩེ་དུང་ངར་ཤུགས་དེ་འདི་འདྲའི་ནུས་ཅན་ཞིག་རེད། ང་ཚོས་ནམ་རྒྱུན་རྣམ་རྟོག་འདྲ་མིན་བྱས་ནས་རོ་བཞི་སོགས་གོན་ན་ནད་འཁྲུག་པ་སོགས་གཙང་བཙོག་བྱེད་པ་ནི་རང་དགར་བྱེད་པ་ཙམ་ལས་གང་ཡང་མེད། གཙང་བཙོག་དང་དགའ་ཚོར་དེ་དག་དངོས་གནས་གསུང་རབ་ལས་བཤད་པ་ལྟར་རང་གི་སེམས་ནང་ཙམ་ལ་ཐུག་འདུག་ཡོད། དོན་དེ་ནི་གསལ་བོར་གསུངས་ཏེ། མདོ་སྡེ་ལང་གཤེགས་ལས། ཕྱི་རོལ་སྣང་བ་ཡོངས་མེད་དེ། སེམས་ནི་སྣ་ཚོགས་ཅན་དུ་སྣང། ལུས་དང་ལོངས་སྤྱོད་གནས་འདྲ་བ། སེམས་ཉིད་དུ་ནི་ངས་བཤད་དོ་ཞེས་དང། དོན་ཡོད་མ་ཡིན་སེམས་ཉིད་དེ། སེམས་ནི་སྣ་ཚོགས་ཅན་དུ་སྣང། སོགས་དང། ཐེག་བསྡུས་ལས། དམྱལ་བ་ཡི་དྭགས་དུད་འགྲོ་དང་ལྷ་རྣམས་ཇི་ལྟར་རིགས་རིགས་སུ་བསྔོས་ཅིག་ཡིད་ནི་ཐ་དད་པས་དོན་མ་གྲུབ་པར་འདོད་པ་ཡིན་ཞེས་དང་དབུ་མ་བཅུག་པ་ལས། སེམས་ཉིད་ཀྱིས་ནི་སེམས་ཀྱི་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན་ཤིན་ཏུ་སྣ་ཚོགས་དགོད་ཅེས་དང། རྣམ་འགྲེལ་ལས་རྡོ་སེམས་གཉིས་ཀྱི་རྗེས་སྨྲ་བའི་དབང་ཤེས་ལ། རང་འདུས་སྣང་བ་ཕྱི་དོན་འདོད་པ་འགོག་པའི་སྐབས་སུ་མ་ཡིན་དུ་མའི་བདག་སྐྱོན་ཕྱིར་ཞེས་དང་རྣམ་ངེས་ལས། གང་གིས་གང་ཞིང་གཅིག་ཉིད་གཅིག་གི་ཡིད་ལ་འོང་ལ་གཞན་གྱི་ཡིད་དུ་མི་འོང་བར་མཐོང་བའི་ཕྱིར་སོགས་དང། མཁས་དབང་དགེ་འདུན་ཆེན་པོས་གྱིས། སྤྱིར་ན་ཕྱི་རོལ་བདེ་སྡུག་སྣང་བ་ཀུན། རང་གི་སེམས་ཉིད་གཅིག་པུའི་ཆོ་འཕྲུལ་ཏེ། ནང་གི་གཟུགས་བརྙན་ཕྱི་རུ་འཆར་བ་ལས་ཕྱི་ཡི་རྣམ་པ་ཚུར་ལ་འོང་བ་མིན་ཞེས་དང། འཇིག་རྟེན་འདི་ནི་རང་བཞིན་ཐ་དད་ཅིང་སེམས་དང་འཆར་སྒོ་མཐུན་དུས་མི་འོང་པས་གཞན་གྱིས་སྨོས་ལ་གཞན་གྱིས་བསྟོད་བྱེད་ཅིང་འགའ་ཡིས་གཙང་ལ་འགའ་ཡིས་བཙོག་པར་བགྱིད། སྤྱང་ཀི་ཤ་གསེང་རི་བོང་རྩ་གསེང་གཉིས། རྫས་ཀྱི་དོན་དུ་གྲོས་ཁ་རྩོད་བ་ལས་རེ་ཞིག་རང་རིགས་མཐུན་པའི་འཁོར་ནང་དུ་རང་རང་སོ་སོའི་སྤྱོད་པར་བསྐྱང་བ་ལེགས་ཞེས་དང། ཡང། བཟང་ངན་གཙང་བཙོག་རང་གིས་རང་འདོད་ཙམ་རང་འདོད་བྱ་བ་རྟག་ཏུ་བརྗེད་ནས་འགྲོ་དེ་ལ་རྩོད་བཞག་གྱོད་པ་ཐག་རེ་ཆད་དེ་ཡི་རྒྱུ་མཚན་འཚོལ་བ་ཉོན་རེ་རྨོངས། སྐབས་འགར་ལྷ་མོ་མཐོང་ཡང་ཞེན་ལོག་འབྱུང། སྐབས་འགར་རྒན་མོ་མཐོང་ཡང་འདོད་ཆགས་སྐྱེས། དེ་བཞིན་འཕྲོ་ལ་དེ་མིན་གཞན་ཞིག་འོང་སེམས་ཀྱིས་བསླུས་པ་གྲངས་ཀྱི་ག་ལ་ཆོད་ཞེས་སོགས་གཙང་བཙོག་དང་བདེ་སྡུག་སོགས་སྣང་ཙམ་ལས་མེད་པར་གསུངས་ལ་དེའི་ཕྱིར་དུང་ལོའི་རོ་བཅུ་དེ་དག་ང་ལ་མཚོན་ན་ཆེས་གཙང་མ་དང་གཞན་ལ་མཚོན་ན་ཆེས་བཙོག་པ་དེ་ཡིན། མ་ཟད་གོས་དེ་དག་ལས་དུང་ལོའི་ལུས་ཀྱི་དྲི་མ་དེ་དག་ཚོར་ཐུབ་པས་ང་ལ་ཡང་ནམ་རྒྱུན་ཁོ་མོའི་རུམ་དུ་ཡོད་པའི་སྣང་བ་དག་ཀྱང་དབང་མེད་དུ་སྐྱེས། སྙིང་གི་དགའ་མ་ཁྱོད་གང་དུ་གནས། ངས་ཁྱེད་ངོ་མ་གཅིག་དྲན་གི། དེ་ནས་ལོ་འགའི་རྗེས་སུ་གཞས་མོ་ཆེ་བ་གསེར་ཡན་རྫོང་ལ་སློབ་གྲྭར་སོང། བྱིས་པ་གཞན་དག་དང་ང་ཚོ་འགྲོགས་ཐོག་ནས་བསྡད། ངོ་མ་གྲྭ་ཞིག་ལོག་ཕྱིན་རྗེས་ལན་ཆགས་མང་པོ་ཞིག་འཁོར་ནས་ལས་ལམ་དུ་འགྲོ་བ་ཉིན་མོའི་སྐར་མ་ལྟར་དཀོན། དགུན་ཁ་དེར་ཁོ་བོ་རྫི་བོར་འགྲོ་ཞུས་ནས་ཁང་པ་མེ་སྦར་ཏེ། བྱིས་པ་དག་དང་བཟའ་བཏུང་གནས་མལ་སོགས་ཡོད་ཚད་མེ་རུ་ཚིག་ནས་ཚར་སོང། མི་ཤ་བསྲེགས་པའི་དུད་པ་གནས་དེའི་སྦྱིན་བདག་འཁྲུགས་ཏེ་ང་ལ་ཡང་ནད་ངན་ཅིག་ཕོག་སྟེ་གསོན་པོར་ལུས་ལ་འབུ་སྲིན་གྲངས་མེད་འཚང་ནས་ཕལ་ཆེར་མགོ་ནས་མཇུག་བར་འབུ་ཚང་ཞིག་ཏུ་གྱུར་ཏེ་སྨན་པས་ཀྱང་བཅོས་ཐབས་བྲལ། དེ་ནས་ཡུལ་འདིར་བཞུགས་པའི་རི་ཁྲོད་པ་བླ་མ་འཇིགས་མེད་དབང་ཕྱུག་ཅེས་པ་དེ་ཁོ་ན་ཉིད་ཀྱིས་གནས་ལུགས་མཁྱེན་པའི་རྣམ་མཁྱེན་ཐུགས་ལ་མངའ་བ་ཞིག་བཞུགས་པ་དེར་བཞུད་པས། དེ་ནི་ཁོ་རང་གི་ལས་ཀྱི་རྣམ་པར་སྨིན་པ་སྟེ། སྐྱེ་བ་སྔོན་མར་རྔོན་པ་བྱས་ནས་རི་དྭགས་ཕོ་བསད་ནས་མོ་ལ་ཤོད་ནས་འདུག་བལྟས་པ་དང། མོ་བསད་ནས་ཕོ་ལ་ཤོད་ནས་སྡུག་བསྔལ་མྱོང་དུ་བཅུག་པའི་རྒྱུ་རྒྱུ་མཐུན་གྱི་འབྲས་བུར། རང་གི་ཆུང་མ་དང་ཁ་འབྲལ་དགོས་བྱུང། བྱེའུ་ཚང་མེར་བསྲེགས་པའི་རྒྱུ་མཐུན་གྱིས་རྣམ་སྨིན་རང་གི་བྱིས་པ་དང་གནས་མལ་བརྩིགས་ཏེ། སྟོད་ལ་ཤི་བོ་དུ་མའི་དཀོར་ཟས་ཟོས་པ་མ་ཞུས་ནས་དེ་དག་སྲིན་པོ་རུ་སྐྱེས་ཏེ། ཚེ་འདིར་བརྩོན་ལུས་སྲིན་པོས་ཟོས་པ་རེད་འདུག་གསུངས། དེ་ལྟར་ཐོས་མ་ཐག་ཁོ་བོས་ཚེ་སྟོད་སྐོར་ལ་རྩོད་མེད་སྤྱོད་པ་སོགས་གསལ་ལྷང་ལྷང་བློ་རུ་ཤར་ཏེ་ངག་ནས་ཤོག་རིང་དང་མིག་ནས་མཆི་མ་ལུས་ལས་རྔུལ་ཆུ་བྱུང་ནས་ད་གཟོད་སྔར་བྱས་དག་ལ་འགྱོད་པ་བྱུང་བ་ཡིན། ཁོ་བོས་བྱས་པའི་ལས་དག་རང་ལས་གཞན་སུ་ལ་སྨིན་པར་མི་འགྱུར་ཏེ། མདོ་ལས། ལས་བྱས་ཤིང་བསགས་པ་དེ་ནི་ཕྱི་རོལ་གྱི་སའི་ཁམས་ལ་རྣམ་པར་སྨིན་པར་འགྱུར། ཆུའི་ཁམས་རྣམས་ལ་སྨིན་པར་མི་འགྱུར་ཟིན་པས་ཕུང་པོ་དང་ཁམས་དང། སྐད་ཅིག་ལ་སྨིན་པར་འགྱུར་རོ་ཅེས་དང། ལས་ཅན་དག་གི་ལས་རྣམས་ནི་བསྐལ་བ་བརྒྱར་ཡང་ཆུད་མི་ཟ། ཚོགས་ཤིང་དུས་ལ་བབ་པ་ན། འབྲས་བུ་རྣམ་པར་སྨིན་པར་འགྱུར་ཅེས་གསུངས་སོ། ཚེ་འདིར་ཁོ་བོ་གསོན་ལུས་སྤུ་ཟིང་གིས་ཟིན་པར་མ་ཟད་རྣམ་སྨིན་དངོས་ནི་སྐྱེ་བ་ཕྱི་མར་བཟོད་དཀའ་བ་ཞིག་མྱོང་དགོས་ཏེ་སྤྱིར་མངོན་པ་མཛོད་ལས་རྣམ་སྨིན་ངོས་འཛིན་སྐབས། རྣམ་སྨིན་ལུང་དུ་མ་བསྟན་ཆོས། སེམས་ཅན་བཅོས་ལུང་བསྟན་ཕྱིས་འབྱུང། ཅེས་ཕྱིས་འབྱུང་བར་བཤད་ལ། རང་འགྲེལ་དང་མཛོད་འགྲེལ་ཕལ་ཆེར་གྱིས་དོན་དེ་མ་དག་མ་ཡིན་པ་ཙམ་ལ་འགྲེལ་བའི་དོན་དཔལ་ཆེན་ཤ་ཁ་མཆོག་པ་དང། ཀུན་མཁྱེན་གོ་རམས་པའི་རྣམ་སྨིན་ལ་སྐྱེ་བར་བར་དུ། ཆོས་དགོས་པ་དང་རྣམ་སྨིན་ལ་མཐོང་ཆོས་བཤད་པ་དེ་ལས་སྟོབས་ལྡན་གྱི་འབྲས་བུ་ལ་བཤད་པ་ཡིན་གསུངས་པས་ད་སྐབས་ཁོ་བོས་གསོན་ལུས་འབུལ་བཟོད་པ་སོགས་ནི་དཀོར་ཟད་པའི་ལས་སྟོབས་ལྡན་གྱི་འབྲས་བུ་ཙམ་ཡིན་ལ། ཕྱི་མར་དེ་བས་ཚད་མེད་པའི་ན་ཟུག་མྱོང་དགོས་སོ། འདི་ནི་ཁོ་བོས་ཤི་གསོན་དག་ལ་དཀོར་ལེན་མ་སྤྲོད་པར་མཚོན་མེད་དུ་དཀོར་ནག་ལ་ལོངས་སྤྱད་དྲགས་པས་ཡིན་ལ། ཁོ་དང་ཁོ་ལྟ་བུའི་སློབ་གླིང་འགྲིམ་པ་དང་ཐོས་བསམ་སྒོམ་པའི་སྐལ་བ་བལྟམས་པའི་ན་གཞོན་ཁྱོད་ཚོས་དྲ་བའི་ལམ་ཀ་དེ་འདོར་བར་འདོད་པ་དང་ཚོད་མེད་དུ་དཀོར་ནག་ལ་སྤྱོད་པར་དོགས་ཟོན་གྱིས་དང་ཁྱེད་ཚོ་དང་ད་དུང་ཅི་མི་འདུག། ང་ཚོས་དཀོར་ནག་ལ་ལོངས་སྤྱོད་པ་དང་ཐོབ་ཐང་གོ་ས་ཅུང་རེ་ཡོད་ཚེ་ང་རྒྱལ་ཆེ་རུ་འགྲོ་བ། ལོངས་སྤྱོད་ཅི་ཙམ་ཡོད་ན་དེ་བས་ཡར་ཆོད་མི་ཐུབ། མར་འབྱིན་མི་ཐུབ། རང་གིས་སྤྱོད་མི་ནུས་པར་ཤི་བའི་ཚེ་ན་ཡོད་ཚད་ཤོད་དུ་ལུས་ནས་འགྲོ་དགོས་པས་ཅིས་ཀྱང་གཟབ་དགོས། དོན་འདི་ཡང་པད་མ་བདུད་འདུལ་གྱི་ཞལ་ནས། ནོར་དང་ལོངས་སྤྱོད་ཅི་ཙམ་ཆེ་ན་ཡང་ཡོད་ཀྱིན་ཡོད་དོ་ཟེར་ན་དེ་བས་ཆེ། ཚོང་པ་ཕྱུག་པོ་ནོར་ཡོད་རིགས་སུ་ནི་ཚེ་རབས་ཀུན་ཏུ་མིག་གིས་སྨོན་ལམ་ཐོབ། ཐོབ་དང་གོ་ས་ཅི་ཙམ་མཐོ་ན་ཡང་མཐོ་བཞིན་མཐོ་ན་ང་རྒྱལ་དེ་བས་ཆེ། བཙན་པོའི་སྡེ་དང་དཔོན་པོའི་རིགས་སུ་ནི་ཚེ་རབས་ཀུན་ཏུ་མིག་གིས་སྨོན་ལམ་ཐོབ། འདི་རྫས་འདི་ལ་སྒྲུབ་པའི་བལ་འཁྱམས་དང། དཀོར་ནག་ཆུ་ལ་སྤྱོད་པའི་བླ་སྤྲུལ་སོགས། བཅོས་གཟུགས་ཤི་གསོན་མགོ་སྐོར་རིགས་སུ་ནི། ཚེ་རབས་ཀུན་ཏུ་མིག་གིས་སྨོན་ལམ་ཐོབ། ཅེས་གསུངས་པས། དངོས་ནས་ཞུ་སྟངས་ཤིག་ཕོག་དགོས་འདུག་ལ། ཐ་ན་ཆུ་བཅོས་གཙང་མ་རེ་བཤམས་ན་དེ་ནི་སྤྱིར་དགེ་ལས་ཁྱད་པར་བ་དང། ལྷག་ཏུ་དཀོར་གྱི་སྒྲིབ་པ་དག་པ་དང། གཞུང་ལུགས་རྟོགས་པའི་ཤེས་རབ་འཕེལ་བའི་ནུས་པར་མཆིས་ཏེ། ཇོ་བྱེད་དཔལ་ལྡན་ཨ་ཏི་ཤས། བོད་ཀྱི་ཆུ་འཐག་དང་ཡན་ལག་བརྒྱད་ལྡན་ཡིན་པས་བོད་ན་ཆོས་པ་ཡོན་ཆབ་གཅིག་པུས་ཆོག་འདུག་ཅེས་དང། ཆུ་ལ་ཡན་ལག་བརྒྱད་དང་ལྡན་པས་རིམ་བཞིན་ཆུ་བསིལ་བས་དཀོར་གྱི་སྒྲིབ་པ་དག་ཞིང་ཚུལ་ཁྲིམས་རྣམ་པར་དག། ཆུ་ཞུམ་པས་ཟས་སྤྱོད་རྙེད། ཆུ་ཡང་བས་ལུས་སེམས་ལས་སུ་རུང། ཆུ་འཇམ་པས་གཤིས་ཀ་འཇམ། ཆུ་དྭངས་བས་རེག་པ་དྭངས་ཤིང་སྙིང་རྗེ་ཆེ། ཆུ་དྲི་མི་མངའ་བས་སྡིག་སྒྲིབ་སྦྱངས། ཆུ་གཏོར་བར་མི་ནུས་པའི་ནད་མི་འབྱུང། ཆུ་འབྲིམ་པར་མི་ནུས་པའི་ཕུལ་བས་ངག་སྙན་པར་བཅས་ཀྱི་ཕན་ཡོན་ཡང་ཡོད་པས་ཆུ་སྤྱོད་ཙམ་གྱིས་དགེ་བ་བསམ་གྱིས་མི་ཁྱབ། དེ་ལྟར་ཆུ་སྤྱོད་སྦྱིན་དང་རང་ལ་ལོངས་སྤྱོད་ཅུང་ལས་མེད་ཀྱང་མི་ལུས་རིན་ཆེན་གྱི་སྐལ་བ་འདི་ཐོབ་དཀའ་བས་ཐང་ཅིག་ཐོབ་པའི་སྐབས་འདིར། སྦྱིན་སོགས་ཀྱི་ཆོས་ལ